ད་ང་ཚོའི་འདྲེ་ཡིན་ད་གལ་སྲིད་ང་ཚོ་འདིས་ད་ལོག་ཅུང་ཚིག་སྐྱེལ་མེད་དུ་གཅིག་རོབ་ཙེར་གཅིག་ཕྱིན་པར་བ། ཨ་ཚིག་སྐྱེལ་མེད་དེ་ད་ནང་ང་ཚོ་མ་འཁྲིད་ཡིན་པས་ཁོ་ཐུགས་ལ་ཡག་གཅིག་མ། ང་ར་ང་རེ་ས་ངོ་ལ་ལྟོས་ཡོད་དུས་གཅིག་གང་ཁ་གསལ་གསལ་གཅིག་ད་གང་རྡོག་རྡོག་གཅིག་ད་གང་གནད་འགག་ཆེ་སེར་ཐིག་གི་ཚུལ་དུས་བཤད། ད་གྱ་ནང་པ་ལ་ཕ་གཅིག་ངོ་སྤྲོད་དུ་མ་སོང་ན་ཕ་ཞུས་ཞེས་པའི་ཁུལ་བྱེད་དུས་ད་ད་ད་བསམ་བློའི། མཁས་པའི་རི་ལྟའི་ཚུལ་ལངས་འདོད་རེད་བ་དེ་ལངས་འདོད་པའི་ཁུལ་དུས་དེ་ང་ཚོ་ད་འདི་དེ་སློབ་དུས་རྩ་བ་དེ་གཅིག་ཕྱིན་བཤད་ན་ཨ་ལེ། ང་ཚོ་ལྷག་མཐོང་ཆེན་མོའི། ཨ་ནི་སྤྱི་ཕན་སྔོན་འགྲོའི་ཆོས་གཤེགས་སུ་ཞུ་བ་དེ་དེའི་འདས་ལྷག་མཐོང་ཆེན་མོ་སྔོན་ལ་ཡང་ལྷག་མཐོང་ཆེན་མོ་འདི་ཤེར་ཕར་ཕྱིན་པའི་མདོ་རྩེར་འབུལ་བྱེད་གཤེན་གྱི་དངོས་བསྟན་སྟོང་ཉིད་ཀྱི་ལྟ་གོམས་པ་འབྲས་དེ་འགྱུར་གྱི་ལྟ་བསྟན་བཅོས་ཀྱི་ཡ་མཚན་བཞི་བོ་གཅིག་ཆར་དུ་གྱུར་པ་ད་དེའི་སྔོན་འགྲོ་བཀྲལ་བར་བགྱི་ལ་ཡ། ད་རེས་ང་ཚོ་འདི་བསླབ་དུས་རྩ་བ་དུ་མ་ཅི་བྱིན་ཞེ་ཨ་ནི་ང་ཚོ་འདི་བསླབ་དུས་རྩ་བ་ཅི་བྱིན་ཚར་སོང་ན་ཨ་ནི་ང་ཚོ་ལྷག་མཐོང་ཆེན་མོ་དུ་མ་གོ་གཟུགས་ཅི་ལྷོད་ལྷོད་ཅིག་བྱིན་ཞེ་ན་དེ་བྱིན་དེ་དུ་ཨ་ལི་ང་ཚོ་ཤུགས་རྒྱག་གིན་གདའ། ད་འདིའི་སྔོན་འགྲོ་ལ་ཡ། ང་ཚོ་ད་འདི་དེ་བསླབ་དུས་རྩ་བ་དེ་གཅིག་ད་དེ་རེས་ང་ཨ་ལི་འདི་རྩ་བ་དེ། མ་གང་ལོན་ལོན་ཅིག་གི་དུ་ནི་མ་ཅིག་ཞུ་དེ་ཡིན་གདའ།

ད་དེ་གཉིས་གཉིས་ལས་ཡིན་ཡང། བློའི་དཔེ་གཅིག་བོགས་འདོན་བྱེད་ནི་ཟེར་ནས་མི་འདུག་ཤུགས་སྐྱེད་པའི་ཟེར་ནས་མི་འདུག་བོགས་འབྱིན་ནི་ཟེར་ནས་མི་འདུག་བློ་གསོ་དོན་ནི་ཟེར་ནས་མི་འདུག་འོ་དེ་འདྲའི་གི་རྩི་གཤིས་དེ་ང་ཚོས་བི་གེ། ཉིན་ཐོག་ཉིན་མོ་དང་ཏོག་ཅིག་ཅང་ནི་བརྟག་དགོས་ཡ་གི་རྩི་གཤིས་དེ་ག་སུ་ལ་བསྡུས་ཐུབ་ད་ནི་དེ་གལ་ཆེན་པོ་ཞི་བ་ལས། སློབ་བསྡུས་དེ་དང་སྤྱོད་འཇུག་དེ་གཉིས་པོ་དེ་རེད། ཨ་ན་ད་ནི་ང་ཚོ་མདོ་སྡེ་ཀུན་ལས་བཏུས་པ་ཅིག་ཡང་དེ་གི་རེད་བ་མདོ་སྡེ་ཀུན་ལས་བཏུས་པ་དེ་མདོ་བསྡུས་དེ་སློབ་དཔོན་སློབ་ཕྲུག་གི་མདོ་བསྡུས་དེ་མི་གདའ། ཞི་བ་ལ་མདོ་བསྡུས་དེ་རེད། ཞི་བ་ལ་མདོ་བསྡུས་དེ་བོད་ལ་བསྒྱུར་ཡ་བསྒྱུར་ཆོག་རེད་གསུངས་པ་རེད། བསྟན་འགྱུར་ཁོ་ན་ཡོག་མ་རེད་གསུངས་པ་རེད། དེ་བཞིན་དུ་ད་ལྟ་ཞི་བ་ལ་མདོ་སྡུད་འདི་ཕལ་ཆེན་ཆགས་པས་ང་ཚོ་ལག་པ་རག་གོ་གསུམ་ཏའི་ཚེ་ལྕགས་སྲིན་པོ་རུ་ཆགས་སོང་བ་རེད། ད་སློབ་དུས་འདི་གཙང་སྦྲའི་སྙིང་ག་ལ་ང་ཚོའི་ལག་པ་ཡོད་རེད་པ་ད་ལྟ། རྒྱལ་རོན་སྤྱོད་འཇུག་ཆེན་མོ་དེ་ཡོང་དུ་གྱུར་པ། དེའི་སྒང་ལ་ཡིན་ཡང་སློབ་དཔོན་ཀླུ་སྒྲུབ་དབུ་མ་རིན་ཆེན་ཕྲེང་བ་དེ་གཅིག་སྐྱབས་ཨ་ནི་རྗེ་བཙུན་བྱམས་མགོན་སྐུ་མདོ་སྡེ་བརྒྱད་གཅིག་སྐྱབས་ཚེ་ད་དེ་གའི་གཞུང་ཆེན་མོ་དེ་གའི་ཕ་ཚོས་གཏོར་དེ་མ་སོང་ནས་ཕ་བྱ་གཅིག་བྱ་ཆེ་གཅིག་འགྲོ་ཉེན་ཡིན་ན། ད་འདི་སློབ་དུས་རེད་སྤྱོད་འཇུག་རེད་མདོ་དུས་རེད་དབུ་མ་རིག་འབྱེད་དྲང་རེད་མདོ་སྡེ་རྒྱན་རེད་དེ་གའི་གར་ཆགས་འདི་གའི་སྲོལ་དེ་མདོ་དེ་གའི་རྒྱ་གཞུང་ཆགས་འདི་གའི་རེད་པ་རྒྱ་གར་པཎ་ཆེན་གཅིག་གི་བརྩམས་ཆོས་ཀྱི་གཞུང་ཆགས་འདི་གའི་རེད་ཨ་ལ་རུ་ཆེ་ཆུང་གཉིས་ཏེ་རྗེ་རིན་པོ་ཆེ་གི་བརྩམས་ཆོས་ང་ཚོའི་བོད་གཞུང་ཆགས་འདི་གའི་རེད། ད་དེ་གའི་འཕགས་ཚུལ་གཅིག་རྟོགས་བྱ་ནི། གཅིག་གང་རང་བྱེད་གཅིག་གི་འགྲོ་སྟངས་འགྲོ་ལུགས་ཀྱི་རིམ་པ་དང། གསར་བརྗེ་དང་གྲངས་ཀ་མང་ཉུང་དང་གོ་རིམ་སྒྲིག་སྟངས་དེ་དེ་གའི་ཨ་ལ་རུ་ཆེན་མོ་རྣམས་ཤེས་ནི་ཡོད་པ་ཤེས། ད་ཡང་སྤྱོད་འཇུག་ཆེན་མོ་རྣམས་ལ་གོ་རིམ་སྒྲིག་གི་མ་རྟ། དེ་ག་ནང་བཞིན་གྱི་གཅིག་དབུ་མར་རྗེས་འཕྲེང་བ་ནང་ལས་གོ་རིམ་ཁྲིད་ཀྱི་མ་བཅུ་འཇུག་སྟེ་ཐད་ཀ་ཐད་ཀའི་ཁ་ཐུག་གི་ཚིག་དེ་ག་ཧ་ལས་པའི་ཕྱིར་དམ་གནོག་པོ་ཡོད་རེད་སེམས་ལ་ཕན་པོ་གཟུགས་པོ། ཡིན་ནའི་དང་པོ་འདི་གཉིས་པ་འདི་གསུམ་པ་འདི་བཞི་པ་དེའི་ཕྱིར་དེ་འདྲའི་གི་གོ་རིམ་ཆུང་ནས་ཡོང་མ་རེད་ད་ལྟ་གོ་རིམ་དེ་སུ་སུ་འཇུག་རྒྱུ་རེད་མ་གཏོགས་ཅིག་གིས་ཧོབ་ཙེ་རེ་བྱེད་ཕྱིར་ང་ཚོས་སྐད་ཆ་མི་སྙན་པར་བྱེད་དང་སྐད་ཆ་མ་ལེན་པར་བྱེད་བྱས་བྱས་ཕ་ཤོད་ཉེས་ནས་ནས། ད་དེ་སྤྱོད་འཇུག་ཆེན་པོ་དེ་གཅིག་གིས་ཟི་ལིང་པི་ལིང་སོ་ཞིག་ཡོད་དེ་འཇོག་སོ་ཞིག། མ་གཞི་ཐོག་ཐུག་སྟེ་ད་ཧ་ལས་པ་ལྟ་བུའི་ཚིག་ཡག་པོ་བྱོས་ཏེ། དང་པོ་འདི་གཉིས་པོ་དེ་བྱས་ནས་གོ་རིམ་ཁྱོན་ནས་མེད་དུ་འཇོག་སྲོལ་ཤར་འདུག་ད་ལྟ་གོ་རིམ་དེའི་ལག་ལེན་ཁ་ནས་ཁྲི་ཁ་ཁྲོ་ཆེ་བྱས། དེ་སྔ་རང་ཞིང་གི་སློབ་དུས་དང་དུས་ཚོད་ནང་ལ་ཕར་བྲོས་དུས་དུ་ཨ་ལས་ད་ག་ནང་བཞིན་བཤད། ཨ་ནི་དྲིན་ཅན་ཕྲེང་བ་མདོ་སྡེ་རྒྱན། ད་དེ་སྐད་ཅིག་བལྟ་མ་ཐུབ་ན་འདི་མེ་ཟད་དེ་ལས་ཡག། ཨ་ལས་བལྟས་ནས་ཅིག་ཉམས་ལེན་བསྐྱལ་རྗེས་རྒྱུས་ཡོད་ཆགས་ཅིག་ཅིག་བྱས་ཏེ་ཕར་བཞག་ཞོར་ཅིག་སྟོད་སྨྱུག་མེད་པ་ནས་ད་ཕངས་པོ་ཞེན་པོ་ཅན་ཞིག་ཟེར། སྟོད་མི་ཟེར་ཕངས་པོ་ཞེན་པོ་ཅན་ཞིག་ཟེར། ཡོད་སོགས་ད་འདི་གས་རྟོགས་བྱ་ཅི་གཅིག་མི་ཚིག་གཅིག་གྲོགས་ཐུབ་པ་བྱས་ན་ཨེ་ནས། བྱང་ཆུབ་ཀྱི་སེམས་རེད་དེ་འདྲའི་སྐང་ལས་ཡང། ཧ་ལམ་གཅིག་ང་ཚོ་རེ་བ་ཕལ་ཆེར་རྒྱག་ཆོག། ཧ་ལམ་གཅིག་མི་ཚེ་དེ་ལས་ཡང། སྐྱེ་ཡི་རྗེས་རྟོགས་པ་ཉམས་མྱོང་སྐྱེ་ཡི་ནས་དེ་འདྲའི་གི་ཐུབ་འདུ་ཤོས་ཐུག་གི་མ་རེད་ང་ཚོ་རེ་བ་ཆེན་པོ་ཅི་གཅིག་སྐྱེ་ལ་ཁད་སྐྱེ་ཆོག་ཆོག་བག་ཆགས་འཐུག་པོ། ཨ་ནི་མ་འོངས་པ་ན་ཡང། བོད་གངས་ཅན་གྱི་ལྗོངས་ལ་སྐྱེ་ཡི་རྗེས་ཨེ་འབྲས་གི་གཅིག་བྱམས་སྙིང་བྱང་ཆུབ་ཀྱི་སེམས་བཀོད་ལ་ཡང་བཀའ་མོལ་གསུངས་ཡོད་ཉིན་སྐད། བླ་མ་དགེ་བའི་བཤེས་སྤུའི་བདག་པོ་ཅིག་དང་ཐུགས་གསུམ་ན་ཧ་ལམ་ཅིག་དང་ཟླ་བ་གཅིག་ཕྱིན་ན་ལ་ཡ་སོགས་དང་ཧ་ལམ་དོན་ཡག་ཡིན་པ་ལྟར་དེ་འདྲའི་གི་ཅིག་ད་བག་ཆགས་འཐུག་པོ་ཅིག་ང་ཚོ་གཞུང་དེ་གའི་ལ་བལྟས་ན་སྐྱ་ཆ་སྐྱ་ཐམ་པོ་ཞོག་ཐུབ་ས་རེད་ད་གཞུང་དེ་གའི་ཕ་ཚ་དེ་བཞག་རྗེས་ཚུར་ཆུང་ངུ་དེ་ཉམས་ལེན་སྐོར་བཙུགས་དགོས་ས་ལ་འདིར་ད་ད་ཁག་པོ་ཞེ་བོ་ཅིག་ཆགས་ཚར་ད་ཧ་ལམ་ཉམས་ལེན་སྐོར་བཙུགས་ཡ་མེད་མི་འདུག་ལ་ད་བཙུགས་ནས་ག་གེ་གྲུབ་འབྲས་ཐོབ་ས་རེད་ད་ཁྱོད་ལ་ཁོམ་ཡ་མེད་པ་ད་ང་ཚོ་རྟེན་གཙང་མ་ཕྱེ་ནས་ཕ་རྒྱལ་ཕྱོགས་སུ་ཆ་དེ་གའི་རུ་པ་ད་ད་འདི་གའི་ཁ་བརྡ་ལ་ཕྱིན་ནས་ད་དངོས་གནས་བྱས་ན། ང་ཚོ་བོད་པ་ཚོ་ངས་ཁ་སིང་ང་ཚོ་གོང་ལ་ཞུས་པ་ཡིན། ང་ཚོ་བོད་པ་ཚོ་ལ་ཡང་ཨབ་སོད་ཡོད་རེད་བོད་པ་ཚོ་ལ་སྲོག་ཐུན་ཡོད་རེད་བོད་པ་ཚོ་ལ་ཡང་བསོད་ནམས་ཡོད་རེད། བོད་པ་ལ་ཡང་ཆོས་ལྡན་གྱི་མི་རིགས་ཞེས་བརྗོད་བོད་ལ་ཡང་ཆོས་ལྡན་གྱི་ཞིང་ཁམས་ཞེས་ཀྱི་མིང་དེ་བཏགས་ཀྱི་ཡོད། ད་ཆོས་ལྡན་གྱི་ཞིང་ཁམས་ཟེར་འདྲའི་ལག་པ་ལ་ཡང་མ་ཎི་དང་ཁྲི་ཀ་ཁྱེད་ཅེས་དེ་ལ་ཡང་ཆོས་ལྡན་གྱི་ཞིང་ཟེར་ད་དེ་ད་ཁོ་ཐེངས་ཐེངས་ཤིག་རེད་འདུག་ག་ལག་པའམ་མ་ཎི་ཁྲི་ཀ་ཁྱེད་དེ་ལས་སླ་པོ་ཞིག་བྱེད་ཤག། ཟློས་གར་གྱི་ཁྱེད་ཀྱི་འདུག་དེ་རིང་གི་སེ་ང་ཚོའི་སྲིད་སྤྱི་དེ་འདྲ་ད།

ད་དྲ་བ་ནི་སྤྱི་ལྡོག་གི་རྐྱེན་ནི་ཕ་ཞེས་བྱ་ནི་ང་ཚོ་གཅིག་ལུང་པར་རི་རུ་ནི་ལ་ཡང་བྱ་དོན་གཉིས་ཀྱི་གཅིག་གི་མཚམས་པ་རེ་གྲུབ་ཅིང་རེ་རེ་གྲུབ་པའི་རེ་ཤེས་ནི་དེ་འདྲའི་ཟིན་གྱི་གཅིག་མི་གཅིག་ངོས་ནས་བསམ་དམ་ལས། ད་དུང་གཟི་བྱས་ནི་རྩོད་དུས་གཉིས་ཆེད་དུ་ད་ཧ་ལམ་ཨ་ཡུ་སྨད་ཡུ་སྲས་དེ་ག་འདི་ལས་གྲུབ་ཀྱི་རེད། ད་ཅི་བྱེད་ཅིག་བསགས་དགོས་རེད་ཅི་བྱེད་ཅིག་བྱེད་དགོས་རེད་ཅི་བྱེད་ཅིག་སྐྱོ་དགོས་རེད་ད་དེ་བས་པོ་ཞེ་བོ་བྱེད་པ་ཆེ། སེམས་ཀྱི་ནང་ནས་ཕལ་ཆེར་བྱམས་སྙིང་བྱང་ཆུབ་ཀྱི་སེམས་དང་དུ་ཡིན་དུ་བའི་གཤིས་དང་དེ་འདྲ་གི་ཐོག་ནས་གྲོགས་ནི

ཨ་ཅེ་བྱམས་ནི་བྱང་ཆུབ་ཀྱི་སེམས་ཀྱི་སྒོ་ད་ང་ཚོས་སྐད་ཆ་གོ་བདེ་བོར་གཅིག་ཕར་བཤད་ནས་སེམས་རྒྱུད་བཟང་པོ་ཡོང་ཐབས་ག་ད་བཤད། ནས་གོ་བདེ་བོར་གཅིག་ཕར་བཤད་ཟེར་ན་དཔེ་གཅིག་ག་ཟུར་དུ་ལྟ་གཅིག་རྣམ་དཔྱོད་ཡངས་པོ་ཤེས་རིག་གི་རྩལ་ཆེན་པོ་བློ་རྒྱ་ཆེན་པོ་དེ་རིང་གི་ཚེ་སྐད་ཆ་བཤད་ན་ཕྱོགས་ཡོངས་རྫོགས་ནས་མཐོང་ཐོས་རྒྱུག་གི་དེ་འདྲི་གི་མཐོང་རྒྱ་ཆེན་པོ་དང་ཕྱོགས་ཡོངས་རྫོགས་ནས་མཐོང་ཐོས་རྒྱུག་གི་གཅིག་མཐོང་རྒྱ་ཆེན་པོ་གཅིག་དང་དཔེ་ནི་སེམས་རྒྱུད་བཟང་པོ་ཆེ་ནས་དེ་འདྲི་གི་ཡོང་ཐབས་ཀྱི་ཐབས་ཤེས་གཉིས

སྐུ་བཅངས་རྗེས་ཁོ་ཐོས་རྒྱུ་ཡོད་དུ་གྱུར་ད་དེ་འདྲའི་གི་གཅིག་ད། སྐལ་བཟང་ལུང་བཟང་གི་ལུང་པོ་ཞིག་སོང་ཙང་ཨ་ན་ང་ཚོའི་བོད་ལུང་པོ་འདི་ཆོས་གླིང་གི་ཞིང་ཁམས་རེད་ཞེས་ནས་སྤྱན་རས་གཟིགས་སེང་གམ་ཤིང་རེད་ཅེས་ད་གཙུག་ས་ལབ་ཆོག་གི། ཤིང་རྟ་གྲོང་ཆོག་རྒྱུག་ཡག་སོ་ད་མཛོ་དྲེག་གི་རྟ་གང་གང་འདུག་ག་དེ་གས་ཧ་ལས་ཡག་ཅག་མི་འདུག་ག། ཞབས་བརྟན་རྒྱུག་དུས་ཡག་སོ་ད་ཨ་ནི་མཚམས་དམ་ཡག་ད་གཅིག་ཤན་མ་བྱེད་ས་ད་པི་ཏྲི་ཡི་འདྲེ་ཚོགས་དུས་ཡག་སོ་ད་མཛོ་གང་གང་ད་ནི་རྒྱ་གར་ལས་ཧིན་དི་ལས་ཞེ་བོ་ཞིག་འདུག་ག་ཧིན་དི་ཡི་མཚམས་མང་པོ་དེད་དེ་གི་འདུག་པི་ཏྲི་མང་པོ་ཚོགས་དེ་གི་འདུག་ཁོ་རང་ཚོའི་གཅིག་མེད

འོ་ད་དེ་འདྲས་ཀྱི་གཅིག་ཕི་གི་ད་ཤུགས་ཆེན་པོ་འགྲོ་དེ་རིང་གེ་སེ་ང་ཚོ་དེ་རུ་ད་གའི་ཁ་ཐུག་ལ་དེ་རུ་ཉིས་བརྩེགས་གཅིག་པས་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཉིས་ལོའི་ཁ་ཐུག་ལ་ད་ག་རང་ཡོང་དེ་གི་ཡོད་རེད། ད་ཡིན་ནའི་བྱམས་སྙིང་བྱང་ཆུབ་ཀྱི་སེམས་ཀྱི་སྐོར་དང་སྟོད་ཉུལ་དུ་བའི་ཤེས་རབ་ཀྱི་སྐོར་བཞིན་དེ་ད་ཨ་མཆོག་ནི་ལ་མ་གཅིག་ག་དུས་ཡིན་ནའི་ལ་གཅིག་མཐོང་རྒྱུ་ཡོད་དེ་འཇོག་གི་གཅིག་ཆེན་དེ་ད་ད་དེ་ང་ཚོ་དཀའ་ལས་ཁག་པོ་ཞེ་བོ་ཅི་རེད་ཤག། དཔེར་ན། ངའི་ཅིག་འདི་འདྲའི་མང་ཅིག་དཔེ་ཆ་བྲིས་པའི་རྒྱུན་རིང་གི་ནང་ལ་བལྟས་དུས་དེ་དུས་ང་རེད་ཅིག། སྐལ་བ་བཟང་ཤོས་ཅིག་དང་སྟབས་ཡག་ཤོས་ཅིག་ལ་ཡང། ད་བྱང་སྙིང་བྱང་ཆུབ་ཀྱི་སེམས་ཀོག་གི་བཀའ་མོལ་ཅིག་ཅིག་དང་བ་ཡང་ན་མེ་སྙེད་ཕྱོགས་ལ་བ་སྐྱེལ་རྒྱུ་ཆུང་བ་ཅིག་དང། བོད་མི་རིགས་ང་ཚོས་ལྟོ་བསྟེར་གྱི་ཡོད་རེད་གུ་ལོ་གཡོག་གི་ཡོད་རེད། མཚན་སྙན་གྲགས་རེད་བྱས་རྗེས་ཅིག་དགའ་པོར་བྱས་འགྲིག་གི་དེ་ག་ལ་བ། ད་ལྟོ་རིང་སྤྲད་ཡ་ཟེར་ནའི་མི་འདུག་གུས་རིང་སྤྲད་ཡ་ཟེར་ནའི་མི་འདུག། གསོད་པའི་རིན་པ་བར་ཅིག་སློག་ཡ་ཟེར་ནའི་མི་འདུག་དེ་འགྲིག་གི་རྩིས་ཆེ་ལ་ཡ། བྱམས་ཡོད་བྱང་ཆུབ་ཀྱི་སེམས་བསྐོར་གྱི་བཀའ་མོལ་ཅིག་ད་ཁོ་ན་རྣམས་ཨ་མཆོག་ལ་ཕར། སྐད་ཅིག་བྱུང་ན་ད་དེ་སྐྱེས་བུ་ཞི་བའི་ལྟོ་བ། ཨ་ད་དེ་རིང་སྐད་ཅིག་སྐྱེས་བུ་ཞི་བ་ཞུ་ཡ་རགས། ཉི་ཟླ་ལྟ་བུའི་བྱང་ཆུབ་སེམས། བསྐལ་པར་འབད་པའི་རྐྱེན་ཡང་རུང་ཆོག་ཅི། ད་དེ་འདྲའི་སྐད་ཅིག་ཕིགས་བྱམས་ཡོད་བྱང་ཆུབ་སེམས་བསྐོར་བཀའ་མོལ་ཅིག་ད། དེ་ཅིག་ཁྱེད་རང་རྣམ་པའི་སྔོན་ལ་ཕྱག་སོང་ན་དཀའ་ལས་ཞི་བུ་རང་ཡང་གྱང་མ་ཧུབ་པོ་ཅིག་གི་དེ་ནས་སོ་སོའི་ཤངས་ནས་དེའི་བྱང་རྩེ་ཐོག་ཁ་ལ་ཡོང་ཤེས་ན་ད་ད་གའི་འགྲིག་ཡག་སོ་ཞེས་རེད་པ། སོ་སོའི་ཤངས་ནས་བྱང་རྩེ་ཐོག་ཁ་ལ་ཡོང་ཤེས་པ་ན་བྱང་རྩེ་གྱང་ལག་གི་ཅིག་ཁྲིད་དེ་གི་རེད་པ་ད།

ཨ་ནི་སྟོན་པའི་སྐུ་དྲིན་དྲན་པའི་སྒོ་ནས་སྟོད་ཆ་དུ་མ་མཚན་ཡིན་པའི་ཁུ་ཐུག་ལ་ཡ། སྟོན་པའི་ཡོན་ཏན་གཞན་དག་ཁྱོད་ནི་བརྗོད་མ་སོང་བ། ཡོན་ཏན་གཉིས་རང་བརྗོད་སོང་བ། གང་གི་ཐུགས་རྗེས་ཉེར་བཟུང་ནས་བཤད། བྱང་ཉིད་བྱང་ཆུབ་སེམས་སྐོར་དུ་བཤད། རྟ་དབང་ཐམས་ཅད་དཔའ་བའི་ཕྱིར་བཤད། ནི་ཡང་འདུལ་བའི་ལྟ་བ་དུ་བཤད། རྣམ་དཔྱོད་ཡངས་པོ་བཤད། རྟགས་ཀྱི་མཐོང་ཆོས་ཆེན་པོ་བཤད། འཁོར་གྱི་ཐོས་བརྒྱུད་ཆེན་པོ་བཤད། བུ་གཟུགས་ཐོགས་པ་མེད་པ་བཤད། ཆོས་ཡོངས་རྫོགས་ནས་སྒྱུ་མ་ལས་འདོད་པ་ཆེ་དགོས་ཡག་གི་དེ་འདྲས་ཀྱི་པས་ཆོས་རྣམ་འབྱེད་ཀྱི་ཤེས་རབ་ཀྱི་རྩལ་དེ་པས་ཡང་པོ་ཆེ་ནས་གོར་ཟེར་གི། དེ་བཞིན་ཨ་ནི་དམ་པའི་ཆོས་ནི་གཏན་བརྫད་པ་ཁུ་དུམ་དེ་ལ་ཕྱག་འཚལ་ལོ་ཞེན། སྟོན་པའི་ཡོན་ཏན་སྟོབས་བཅུ་དང་མི་འཇིགས་པ་བཞི་ལ་སོགས་པ་གཏམ་མང་པོ་ཤུགས་ཀྱིས་ཡོད་རེད་ཀྱི། དེའི་དབང་ཚུལ་ཕྱོགས་བསྡོམས་བྱེད་འདོད་དུ་ཨ་ནི་གཅིག་མཁྱེན་པ་དང་བཙན་དབང། བྱང་ཆུབ་ཅན་ཆོས་ཀྱི་སེམས་ཟེར་བ་གཅིག་དང་རང་བཞིན་མི་རྟོག་གི་ལྟ་བ་ཟེར་བ་གཅིག། ལྟ་དེ་དེ་རིང་ཁྱེད་སེམས་ང་ཚོ་དུས་རབས་ཉིས་བརྩེགས་གཅིག་པའི་སྐྱེས་ཆེན་རྣམས་ལ་མ་འདོད་པའི་ཡིན་ན་ནི་བྱམས་ཀྱི་བྱང་ཆུབ་ཀྱི་སེམས་དང། ཐབས་ཀྱི་བྱམས་དང་སེམས་པ་བཟང་པོའི་རིགས། མ་འོངས་པ་ན་ཡང། ཕ་རོལ་པོའི་འདུ་བྱེད་དེའི་ཁམས་དང་བསམ་པ་བསྐལ་པ་ཇི་ལྟ་བ་བཞིན་དུ། བྱིན་རླབས་ཀྱི་རྣམ་པ་ཕྱེ་ནས་མ་དང་ཐུབ་ཡག་གི་དེ་འདྲའི་གི་གཅིག་བགེགས་གཞན་དུ་གཟུགས་སྐུ་ཕྱེ་ནས་གཅིག་ཡང་ཏིག་གི་རེ། དེའི་ལ་རྗེས་འཇོག་བྱེད་ཀྱི་རིགས་ཀྱི་རྒྱུ་ནུས་པ་ཐོགས་མེད་ཕྱེ་ནས་འགྲོ་དོན་གཉིས་ཀྱི་དེ་འདྲའི་གི་གཅིག་བགེགས་ཐབས་ཀྱི་ཆ། ལྷ་སྔགས་ཕྱེ་ནས་དེ་བྱེད་ནས་གཉིས་ཀྱི་ཞེས་སྲིད་ཏིག་གཉིས་ཆེན་པོ་སྲིད་ཏིག་གི་རེ། གཅིག་པའི་སུ་ཞེས་རེ་དང། དེ་བ་ཆེན་པོའི་ཞེས་གཅིག་པའི་སུ་ཆགས་ཀྱི་རེ། ལྡོག་བྱེད་ཕྱེ་བ་རེ་མ་གཏོགས་གཅིག་གི་ངོ་བོ་གཅིག་པ་ཡིན་ཕྱེ་ནས། དོན་གཉིས་ང་ཚོ་དགའ་མོས་མོ་བུ་ཞུས་གསུང་བ་ལྟར་དེ་རེ་དང།

ཡང་དག་པའི་སྟོང་བ་དེ་ཉིད་དེ་ཁོ་ན་ཉིད་རྟོགས་པའི་ཡེ་ཤེས་བཞིན་བདེ་གཤེགས་ཕྱིན་ནས། དེ་ཁོ་ན་ཉིད་དུ་གཤེགས་པ་བཞིན་དུ་སྐུ་ཆེན་འགྲོ་དེ་ཉིད་དེ་ལ་ཡང་དག་རྣམ་དཔྱོད་ཡངས་པོ་ཟིན་ནས་མི་འདུག། ད་ཤེས་རྫས་ཐོབ་པ་ཟིན་ནས་མི་འདུག་ད་དེ་ཉིད་གཉིས་ཀྱི་ཐོག་ནས་ད་སེམས་དཔའ་བཟང་པོ་གཅིག་ད་ཤེས་རྫས་ཐོབ་པ་གཅིག་གོ་རེ་ཞེ་ད་དུམ་དཀར་འཇིང་དེ་གསུངས་པར་བལྟ། ད་ང་ཚོས་མེ་ལྕེ་འདིའི་ནང་ལ་ཡིན་ཡང་ང་ཚོ་དཔེ་ཆ་བལྟས་བྱས་ཆོས་བྱེད་ཡང་དེ་ང་ཚོ་ནང་པ་སངས་རྒྱས་པའི་ཆོས་ལུགས་ཀྱི་དམིགས་ཡུལ་དེ། ཆོས་བྱེད་ཉིད་ཀྱི་མི་དེ་བདེ་བ་ཅན་གྱི་ཞིང་ངོ་མ་སྐྱེ་བ་ཆེད་དུ་མར་ད།

ང་ཚོའི་མཐོ་ཐུག་གི་དམིགས་ཡུལ་དེ་འཕེལ་རྒྱས་གཅིག་ཕན་བདེ་སྒྲུབ་ཡ་འཕེལ་རྒྱས་རྩ་ཆེན་པོ་རེད་འཕེལ་རྒྱས་གལ་ཆེན་པོ་རེད་འཕེལ་རྒྱས་ཕན་པོ་ཆེ་ཆེ་དགུ་རེད་གཞན་དོན་སྤྲུལ་སྐུ་རེད་ཞེས་ད་ང་ཚོ་ཁྱེད་ཐེར་པ་དང། ག་རེ་རེད་ཞེས་ང་ཡུལ་དེ་ཐོག་ཇི་དོན་བྱ་འགུག་སྔོན་གཏོང་ཅན་རྣམས་ལ་ཡང་ཐང་གཙང་མ་བཅས་སོང་ངོ། སེམས་བསྐྱེད་པ་ནི་གཞན་དོན་ཕྱིར། ཡང་དག་རྫོགས་པའི་བྱང་ཆུབ་འདོད་བྱེད་འདི་གསུངས་པ་དང། ཁྱེད་རང་གི་ཐེག་པ་ཆེན་པོའི་སེམས་བསྐྱེད་ཡག་དེ་དང་ཁྱེད་རང་གི་ཆོས་བྱེད་ཡག་དམིགས་ཡུལ་གཅིག་རང་ཡོད་དུ་གྱུར་ཏེ། ཕ་རོལ་པོའི་ཐོབ་ཆོས་ལ་འགྲོ་དེ་ཉིད་ཀྱིས། གཞན་དོན་རྫོགས་པའི་བྱང་ཆུབ་ཤས་ཆེ་ཡང་དག་པར་རྫོགས་པའི་སངས་རྒྱས་ཕྱིར་ཁོ་རའི་ཐོབ་ཆོས་ལ་འགྲོ་དེ་ཉིད་མི་གནས་པའི་མྱང་འདས་ཆོས་རེད། དེ་ཁྱེད་རས་ཐོབ་སྐོར་དང་དེ་ཁྱེད་རས་ཐོབ་པར་བྱེད་སྐོར་དང། ཨ་ལས་ཕི་ཁས་ཐོབ་པར་བྱེད་པ་ལ་ཁྱེད་རང་སྔོན་དུ་སངས་རྒྱས་སྐོར་དང་ཕྱིན་ཁྱེད་རང་སངས་རྒྱས་ཡག་དེའང་ཁྱེད་ཀྱིས་མ་འོངས་པ་ན་ཐོབ་བྱ་དྲོད་དེ་མྱང་འདས་དུ་ཐོབ་ཡག་གི་ཆེད་དུ་ཡིན་ད། སེམས་ཅན་པ་ནི་གཞན་གྱི་དོན་གྱི་ཕྱིར་ཡང་དག་པའི་ཚོགས་ལ་ཆོས་བྱེད་དུས། གཞན་གྱིས་ཐོབ་བྱ་དྲོད་དེ་ཉིད་ཀྱི་མྱང་འདས་དེ་གཞན་གྱི་རྒྱུད་ལ་མ་གཏོགས་པར་ཐོབ་བྱ་བྱ་ཡག་གི་ཆེད་དུ་ང་རང་ཡང་དག་པར་རྩོལ་བའི་བྱ་སྤྱོད་འདོད་པ་འདོད་པ། དང་ཐོག་ཏུ་ནས་ཤེས་ཡག་སོང་ནས་ང་ཚོ་ཆོས་བྱེད་ཡག་དེ་སེམས་རྒྱུད་བཟང་པོ་བྱང་ཆུབ་ཀྱི་སེམས་ཀུན་ནས་བསླངས་པ་ཞིག་བྱས། ཨ་ནི་གཅིག་ལྟ་བ་ཡངས་པོ་གཅིག་ཕའི་རྣམ་དཔྱོད་ཀྱི་རྩལ། དེ་ཀུན་ནས་ཉིད་རྟོགས་པའི་ཡེ་ཤེས་ཆེ་དེ་དེ་གཅིག་གི་ཐོག་ནས་ཕྱིན་ཅད་ཨ་ནི་མི་ཚེ་འདི་སྐྱིད་པོ།

ད་འདི་གའི་གངས་རྒན་ཞི་ཟེར་གྱི་ཅིག་ཅར་ཆེན་པོ་ཞེ་བོ་ཅིག་ཡོང་གི་རེད་བཀའ་མོལ་མང་པོ་ཞེ་བོ་ཅིག་ཞུ་ཆོག་གི་དེ་ཚོའི་རྡོག་རྡོག་བྱས་ནས་ཚོའི་དོན་ཡོད་མེད་གོ་ཐོས་ལེན་དུས་ད་ལྟ་ཁྱོད་གཉིས་གཉིས་ལའང་ཐུག་སོང་ང། བྱམས་ཉིད་བྱང་ཆུབ་ཀྱི་སེམས་སེ་ཅིག་དང་དེ་གོང་གཉིས་ལྟོས་པ་དང་ད་ང་ཚོ་བོད་ལུང་པའི་སྐྱིད་པོ་རེད་ས་དེ་འོ་དེའི་ལྐོག་གི་ད་སྐད་ཤོད་ཨ་རེད། དེའི་ལྐོག་སྐད་ཤོད། ཇོ་ཇོ་པ་ནས་འདི་ཞབས་བོད་ལ་ཕེབས་ནས་ད་ང་ལྐོག་གི་དཔེ་ཁྲིད་གནང་གི་ཡོད་རེད་དབུ་མའི་ལྐོག་གི་དཔེ་ཁྲིད་གནང་གི་ཡོད་ལྷག་པར་དུ་ཏོག་གི་པ་བ་ཞེ་བོ་ཅིག་ད་ཕ་ལམ་ཇོ་ཅེས་བོད་ལ་ཡང

ད་ང་ཚོ་དེ་རིང་འདི་ཨ་ལེ་གཅིག་སྐལ་པ་བཟང་དང་མ་བཟང་ལ་ནི་ད་མ་ཤི་ཅི་ཐོག་ནས་བཤད་ཤོད་དུས་ད་ད་དངོས་གནས་ཅི་ད་མིག་ཆུ་ཤོར་དགོས་ཨ་ཁ་ད་དེ་འདྲས་ཀྱི་དུས་ཚོད་ཉག་དྲག་པོ། ད་འདའི་བསྟན་རྩལ་གྱི་དུས་ཚོད་སྐྱོ་པོ་དེ་འདྲས་ད་འཛུམ་མུལ་འདི་ཆགས་ནས་བཤད་ལོ་རྒྱུས་ཀྱི་ནང་དུ་བྱུང་བའི་ཨེ་སྒྲོལ་མེ་སྒྲོལ་སྲིད་དགོས་ཨ་སོགས་ཤིག་རེད་དེ་ད་ཡིན་ནའི་ང་ཚོའི་གཅིག་གི་ལོ་ངའི་དཀྱིལ་གྱི་སྤྱན་བཟང་བཟང་ནས་བཞིན་ང་རང་ཚོ་ལ་ཡང་དེ་དགེ་བའི་ནད་མེད་ཅིག་སྨན་བཅས་ད་ལ་དུས་བག་ང་ན་ལ་ཉག་ཅིག་བྱས། ངས་འདི་ནས་ཁྱེད་རང་ཁྱེད་རང་རྣམ་པ་ལ་མ་བྱས་ཀི་ཡིན་པས་སུ་རེ་བྱས་ཀི་མིན་པས་སུ་རེ་བྱས་བྱས། དབུ་གུ་དུ་མ་སོན་ཞུས་བྱས་ད་དུག་ཆེན་ནས་དོན་ཡག་གི་དུས་ཚོད་ཅིག་བཞག་སོང་བ་ད་སྐལ་པ་བཟང་པོ་ཞི་བུ་ཅན་ད། ད་འདྲེ་ཡིན་ད་ངས་འདི་ཨ་ལི་རྒྱལ་ཆེན་པོ་ཞི་བུ་ལ་རྣམ་ཐང་པིར་ཅིག་ཞུ་གི་ཡིན་ད་ད་མང་པོ་མང་པོ་ཞུ་མོ་གོ་བྱས་ཡང་ང་ཚོ་ད་འདི་འདས། ད་ལག་ནོར་ཆེན་མོ་གོ་ཚུག་གུ་རེ་ཨེ་ནི་ཤང་ལ་མ་ཡང་ལོ་སར་གོ་ལ་མ་ཚར་ན་ཡང་ང་ཚོ་ལོ་སར་ཚར་ནས་པིར་ཅིག་ཁྱེད་རང་ཚོ་འཛིན་གྲི་སོན་ཡང་པིར་ཅིག་མང་པོ་ཡོང་ཐུག་གི་རེད་ཨེ་ནི་ཕྱོགས་གཅིག་ནས། ངས་མི་མང་དཔེ་ཁྲིད་ཅིག་འགོ་བཙུགས་ཀྱི་ཡོད་ཁྱེད་རང་ཚོས་འཛིན་གྲྭའི་བཙུན་གྲོལ་སུ་སུའི་དཔེ་ཁྲིད་ཅིག་བྱེད། ཡང་དེའི་མ་རྐྱང་དེ་ཅིག་བཀང་དེ་ནས་ཡང་དེ་ཅིག་བྲི་གི་མི་འདུག། ངས་ནི་མ་ལི་དེ་ཅིག་བྱེད་ཅེས་ད་ནི་མ་ལི་དུས་དུས་གཅིག་ལ་ཞུ་གི་འདྲ། ད་རེས་རྒྱལ་སྲས་ཆེན་པོ་ཞི་བ་ལ་ཞུ་ཉེན་ཏེ། བྱང་ཆུབ་སེམས་ཀྱི་ཉམས་ལེན་རེད་དེ་ག་ནས་ཤིང་གི་གསང་སྔགས་ཀྱི་ཉམས་ལེན་དེ་འདྲ་གི་ཐོག་ལ་དངོས་གནས་དཔེ་ཁྱོན་ནས་ལྟ། དྲན་པའི་བདག་ཀུན་དང་བྲལ་བ། ད་དེའི་སྒང་ལ་ཡང་ལྟ་ཅིག་བླ་མ་དེ་འདྲ་ཅིག་བྱུང་བ་རེད་དེ་དང་འདྲ་བ་ཡང་བླ་མ་དེ་འདྲ་བྱུང་བ་སུ་དང་ཧ་ལམ་པའི་གཉིས་པོ

ད་སྐྱེ་བ་སྔ་མའི་གཅིག་གི་ཐུགས་ཀྱི་རྨ་ལྷོམ་རི་བག་ཆགས་རེད་དེ་འདྲའི་གི་སྟོད་ནས་དེ་བཞིན་དུ་ད་ལྟ་སྤོ་བོ་ཆུ་མཇུག་དཀར་ནས་ད་གཅིག་དུས་ཚོད་དྲུག་ཅུ་རྩེ་བཞི་རེད་དེ་འདྲའི་གི་རིག་པའི་རྩལ་སྟོན་ཚོ་ཀ་ང་པའི་ཁ་བ་ཞེ་བོ་གཅིག་ཆགས་ནས་ཧ་ལས་པའི་མཁས་པ་སྟོབས་རིགས་ཆགས་ཆེ། ད་ཧ་ལམ་པའི་ང་ཚོ་དཔལ་ན་བསང་ཆོས་བཅོམ་ལྡན་འདས་དགོང་ལོ་ཆུ་མཇུག་ཞེ་བོ་གཅིག་ནས་བཅོ་གསུམ་བཅུ་བཞི་གི་ཐུག་ཐུག་ནས་ད་ཁྱོད་ནི་སྒྱུ་རྩལ་ཀུན་ལས་མཁས་པ་ཆགས་ཆེ། དེ་ཕྱིར་ཨ་ནི་ད་གིན་ང་ཚོའི་ཡེ་པ་ནས་རི་ཞེས་འདོད་པ་སྐྱོ་བ་དེ་གང་ལས་སྒྱུ་རྩལ་ཀུན་ལ་མཁས་པ་ལགས་སོ་ཞེས་ན་རིགས་གཅིག་ཀུན་ཏུ་ཀུན་རྩལ་གང། དང་དང་འཛུམ་གླིང་དེ་རྣམས་ལ་ཡང། སྦྱང་བར་འོས་པའི་ཤེས་ཡོན་གྱི་རིགས་མཐའ་དག་ལ་གང་ག་ལ་ཡང་ད་ཀུན་ཆུད་པར་བྱེད་ཅེས་གོ་ལོ་ཆུ་ཆུ་ག་ནས་བཀྲལ། འོ་དེ་འདྲ་ཅི་ག་ནས་འཁྲུངས་ཅེས་ད་དེ་རེད། སྐབས་དེ་དུས་ཁོ་རང་གི་མཚན་ལ་ཡང། ཡབ་ཀྱི་མཚན་ལ་ད་པཱ་ལགས་ཀྱི་མཚན་ལ་རི་བ་རྒྱལ་བུ་དགེ་བའི་གོ་ཆ་ཆེ་ནས་ཞུ་བསྡིགས་ཡོད་རེད། ཁོ་རང་གི་མཚན་ལ་ཡང་ད་ཡབ་མཚན་པོ་ཞེ་བོ་ཆུང་ཤག། དེ་དུས་མི་ཚད་མཁན་གྱི་བརྟག་དཔྱད་ཞེས་འདྲེ་བྱས་འདུས་པ་ཀ་ཏུ་ལི་ཡ་བཞི་བའི་གོ་ཆ་ཟིན་རྟགས་དང། ད་ད་ལྟ་ང་ཚོ་བཞི་བ་ལ་བཞུགས་ཡོད་རེད་པ་བཞི་བའི་གོ་ཆ། གོ་ཅི་སི་ཡ་དེ་ཡབ་ཀྱི་སྡེ་ཚན་དེ་ལ་གཏིགས་ཚུལ་ཚུལ་བྲལ་ཞོགས་སོགས་བྱས། ཨན་དུས་ཡུན་ལི་ཡང་ཅིག་དགེ་བའི་གོ་ཅི་སི་ཡ་དེ་ཚབ་ལི་ཡ་བཞི་པའི་གོ་ཅི་སི་ཡ་བྱས། ད་མཚན་ལི་ཡ་བཞི་པའི་གོ་ཅི་སི་ཡ་དེ་དག་བྲོས། དང་པོ་གུ་ཆུན་ཆུས་ཀ་ནས་ཕོ་བྲང་ནང་ལ་ཞུགས་ཏེ་བ་ཁུ་ཏུ་ལི་ཡང་ཅིག་བུ་གསོད་དགོས་ཡོད་མ་རེད།

ཨ་ནུ་ཅི་ང་ཚོ་མ་མ་རེད་ད་དཔའ་མོ་ནས་ཟེར་གི་ཡོད་མེད་མེད་ལགས། ང་ཚོའི་དཔེ་གཅིག་གཡོག་པོའི་དོ་ན་ནས་ཚུལ་ཁྲིམས་མ་མང་པོ་ཚུལ་གོ་རྒྱུ་བྱས། དེ་དང་ཁོ་རང་གི་ནམ་སྲི་གཅིག་གི་པུག་ཏི་འདྲེ་གཅིག་གཡོག་པོའི་པུག་ཏི་འདྲེ་ལ་ཕར་གཡོགས། ཨ་གཡོག་པོའི་པུག་ཏི་འདྲེ་གི་ནམ་སྲི་གཅིག་ཤི་ཡོད་མགྱོགས་སུ་འདྲེ་ལྟ། རྫོགས་པ་དེ་ནས་དེ་རེ་ཆུ་ཆུ་སོ་དེ་འདྲེ་ཁོ་རང་གི་ཆོས་ན་བྱ་ད་ཆུ་ཆུ་གི་ནང་གི་ནམ་མ་འདྲ་ཞིམ་པོ་ཆུ་ཡོད་ས་རེད། བྱམས་ཉིད་བྱང་ཆུབ་ཀྱི་སེང་གེ་གཞན་མིག་གི་བསམ་བློ་སྐོར་ལ་ད་ཧ་ལས་པ་ལྟ་བུ་ཅིག་བྱས་རྗེས་དེ་འདྲེ་ཅིག་ཡོད་ཞེས་ཀྱི་འོ་ད་དེ་རེད། ཨ་དེ་ནས་ཁོ་རང་གཅིག་གིས་འཛམ་བུ་གླིང་འདི་གང་ལ་བལྟ་སྤྱི་ཚོགས་འདི་འཛམ་གླིང་འདི་གང་ལ་ཡོད་ཐུག་འགྱོ་གི། ད་བསླབ་པར་བྱ་བའི་ཅིག་རིག་གནས་ཀྱི་གནས་ཀུན་ལ་ཡིན་ཡ། ད་མཁས་ཤིང་མཁྱེན་པ་རྒྱས་ཅིག་དེ་འདྲི་གི་ཐོག་ནས་ད་ཧ་ལམ་ལ་མ་འོ་བུ་ལྟོ་བུ་ཅིག་གི་ཐོག་ནས་གནས་ཡོད་འདོད་དོ་ཨ་ནི་ཅིག་ག་རེ་བྱེད་དགོས་ན་ས་འདི་ཆེད་དུ་ནས་ཁོ་རང་གི་ཅིག་ཕོ་བྲང་གི་ནང་ལ་ཡིན་ཡ་ད་ཀུ་སུ་ལུ་སི་ཀུར་ད་སྐབས་དེ་དུས་ཀུ་སུ་ལུ་སི་ཀུར་ད་ཉམས་ལེན་པ་རེད། སྐབས་གཅིག་ལ་ང་ཚོ་ཀུ་སུ་ལུ་སི་ཀུར་སྐབས་གཅིག་ནས་བརྟུལ་ཞུགས་པ་ཡིན་ན་ཞིག་ཡོད་རེད་བརྟུལ་ཞུགས་པ། འོ་དེ་འདྲ་ཞིག་བྱས་དེ་འདྲ་ཞིག་ཕེབས་ཡོད་ཟེར་ཨན་དེ་ནང་པ་ཡིན་ས་རེད་འདུག་ཨ། ཨན་དེའི་སྐུ་མདུན་ནས་རྗེ་བཙུན་འཇམ་དབྱངས་སྒྲུབ་ཐབས་ཞུས་ཤག། རྗེ་བཙུན་འཇམ་དབྱངས་སྒྲུབ་ཐབས་ཞིག་ཞུས་རྗེས་ཨན་རྗེ་བཙུན་འཇམ་དབྱངས་སྒྲུབ་རེད་ད། ཨ་རྗེ་བཙུན་འཇམ་དབྱངས་སྒྲུབ་སྒྲུབ་སྒྲུབ་སྒྲུབ་བྱས་འདུག་ད་བྱམས་སྙིང་བྱང་ཆུབ་ཀྱི་སེམས་དེ་ནི་ནི། ད་ཕི་གེ། ད་བསྟན་པ་ཆེ་ཡར་ཆེ་རེད་མ་འདུག་ཅིག་སྐུ་སྐྱེ་སྔོན་མ་ནས་ཅིག་བག་ཆགས་ཞི་བོ་ཅིག་འདུག་གང་དག་ཧ་ལས་པ་ལྟ་བུ་ཅིག་བརྩེ་དབང་ཆེན་པོ། བློ་རྒྱ་ཆེན་པོ།

ཨ་ནི་རྒྱལ་ཁབ་གཞན་དག་གི་རྒྱལ་བུ་དུ་ཞིག་དག་ཁ་ཐག་དང་གང་ཡོང་ཉེ་དུ་སེམས་འཁྲུག་ཞུ་བ་ཡོང་ཉེ་མང་པོ་ཡོད་རེད། ཨ་ནི་འདྲི་བྱེད་དུ་སྣེ་ལེན་ཞུ་ས་འདྲི་བྱེད་ཅིག་དག་གྲ་སྒྲིག་ཞབས་སྐོར་རུ་བ་དང་ལོ་གཅིག་ཚེ་ཁྲི་ཁྲི་ཆགས་རུ་བ། ཨ་ནི་དེ་གའི་ནང་ཆ་ཚང་དེ་བྱེད་འདོད་དུ་ཨ་ནི་དོ་དགོང་དེ་ཕལ་ཆེན་སྐྱ་རེངས་བཏང་མ་བཏང་ཁུ་དུ་དེ་ནི་གཉིད་ལམ་བཏང་གཉིད་ལམ་བཏང་ནས་ཁོ་རང་མི་གའི་རྒྱལ་བུའི་ཁྲི་གང་ལ་ཞུ་གི་རེད་ས་ཁྲི་དེ་གང་ལ་ཡང་བྱེད་རྩོལ་བྱ་མེད་ཡང། སྐུ་གཞོན་ནུའི་དོགས་ཅན་བྱེད་དུ་ཡོད་དུ་ཡོད་ཅིག། སྐུ་གཟུགས་ཐུགས་སུ་གང་གི་ཡང་དཔེ་གསར་བུ་ཞེ་བོ་ཅིག་དཔེ་ཁྲུང་ཏོག་ཏོག་ཆེ་ན་ཡོད་དུ་ཡོད་ཅིག།

ཧཱུྃ་ས་ཐུགས་བརྩེ་བ་ཆེ་ཆེ། འདི་ངའི་རྟེན་རེད། བུ་སྐྱེས་འདི་ནི་ང་ཡི་རྟེན་ཡིན་ཏེ། ང་ནི་ཁྱོད་ཀྱི་དགེ་བའི་བཤེས་གཉེན་ཡིན། ང་དང་ཁྱོད་གཉིས་རྟེན་གཅིག་ལ་འདུག་པ་དེ་ནི་རྣམ་པ་ཀུན་ཏུ་མི་རིགས་སོ། ཞེས་བྱ། ད་ང་ཁྱེད་རང་གི་དགེ་བའི་བཤེས་གཉེན་རེད། འདི་ངའི་རྟེན་རེད་ང་སྡོད་ས་རེད། དེའི་ནང་ལ་ཁྱེད་རང་བསྡད་ན་ཁྱོད་ནི་ཡོང་གི་མ་རེད། དགེ་རྒན་དགེ་ཕྲུག་གཉིས་རྟེན་གཅིག་གི་ལ་འགྲིག་འགྲིག་བྱེད་མཉམ་དུ་བསྡད་ཀྱི་ས་དེ་ཁྱོད་ནི་འགྲིག་གི་མ་རེད།

སྐུ་ཚེ་སྙན་མང་དུ་བ་པི་ཏི་གི་གསུང་ལས་མང་པོ་ཞུས་པ་དེ་ཀ་མོས་ཁས་གསུང་གི་མི་འདུག་ད་དོགས་གནས་ལམ་ལ་ཡང་ཞལ་བསྟན་གཅེས། ད་འདི་ངའི་ཁྲིད་རེད་ངའི་ཁྲིད་ག་ལ་ཁྱེད་རང་དེ་འདྲ་འགྲིག་གི་མ་རེད་ཅེས་ཞལ་འདྲི་གསུང་གི་འདུག་ད་ཕལ་ཆེན་ང་འདི་དུང་མ་ལོག་པ་ཡིན་གྱི་རེད་དོན་མའོ། བ་ད་དེ་ནི་ཏག་ཏག་མ་བསྡད་པར་རྗེ་བཙུན་གྱི་ཐུགས་དང་མ་མཐུན་པར་ཕྱག་དྲུག་གི་ཡོད་ཅེས་ཟེར་ཅི། ཨེ་ནི་དེ་ནས་ཆོས་ཐོག་རྒྱ་ཆེ་བོད་སོང་བར་མཐའ་གཅིག་ཏུ་བྱ་བ་བྱེད་ཅེས། ད་སང་ཉིན་ཡར་ནམ་ལངས་ཚེ་ཁྲི་ལྔ་བཟོ་བྱ་ཅེས་གཏན་འཁེལ་དེ་བྱེད་དོ་དེ་གེ་སེ་བཅུག་དུས་ཡོག་མ་རེད།

ཏང་གི་རྒྱ་གར་ནག་ལྷན་ཁྲ་ལ་ཕེབས་ཐུག་དུས་ཐོག་སྐབས་དུས་དུས་ཀྱི་རྒྱ་གར་ནག་ལྷན་ཁྲ་ལ་དཔེ་འབྲི་དང་ལྔ་བརྒྱ། དེ་གའི་ནང་ནས་མཁས་པའི་ཁྱུ་མཆོག་ལྟ་བུ་དེ་སུ་རེད་ཟེར་ལ་དུས་དུས་རྒྱལ་ཁ་ལྷ་ས་དེ་རེད། རྒྱལ་ཁ་ལྷ། འོ་ཁོང་རེད། ཏང་ཁོང་སྐུ་དུས་ལ་བཅར་རྗེས་ཨ་ནི་ཀྱི་ལོ་རྒྱུས་དེ་གས་ཕ་ཞུས། དང་པོ་རྒྱ་གར་ལྷོ་ཕྱོགས་ཀྱི་རྒྱལ་བུ། རྒྱལ་བའི་གོ་ཆ། ཡི་སྲས་ཡིན་པ་དང། ཨ་ནི་རྗེ་བཙུན་འཇམ་དབྱངས་ཞལ་གཟིགས་པ་དང། རྒྱལ་བའི་ཁྲི་ལ་ཡང་སྔ་སྲོལ་ཕྱེས་དེ་བས་སྐུ་དུས་ལ་ཡང་ཨ་ནི་ཉེ་ལམ་དུས་ནས་ཏང་གི་རྗེ་བཙུན་གྱི་སྐུ། ཨ་ནི་ང་རབ་བྱུང་གྲུབ་བརྙེས་ཡིན་པ་དེ་དཔེ་ཆའི་བལྟ་ཉན་ཡིན་པ། དང་པོ་ཞུ་ཡར་རྗེ་སྐྱབས་ཤེར་ལྟར་དོན་རྩ་དངོས་ནི་སྐྱེས་བུ་དམ་པ་རེད་ཅེས་ལ་ཁྱོད་ལ་དྲི་གི་མི་འདུག་ག། ད་དང་པོ་ཞུ་ཡར་རྗེ་གང་ན། བྱང་ཆུབ་ཀྱི་སེམས་དང་བསྟུན་ཉིད་ཐོབ་པའི་སྟངས་དེ་འདྲ་ནི་བྱང་ཆུབ་ཀྱི་སེམས་ལ་ཡང་དག་མཐར་ཕྱིན་པར་བྱེད། ཕུ་ཐག་ཆོད་པར་བྱེད། འོ་དེ་འདོད་པ་ཡོད་སྲིད་དེ་ཁྱོད་རང་རབ་ཏུ་བྱུང་ནས་འདོད་པ་ག་རེ་ཡིན་པ་ལ་འདོད་པ་དེ་ཡང་ཞུས་འདུག་གོ། དེ་རང་ཡིན་གཞན་དག་གི་གི་མེད། བྱང་ཆུབ་སེམས་དེ་དཔེ་ལྟ་གོམས་པ་མཐར་ཕྱིན་པར་བྱེད་ད་གང་ན།

ད་ང་ཚོ་སྐབས་དུ་དུ་གར་སི་ལ་དུས་དང་རྒྱལ་ཆེན་པོ་ཞི་བའི་ལའི་མིང་འདོགས་ལ་ཡ། བུ་སུ་ཀུ་ཆེན་དང་འབའ་བུ་སུ་ཀུ་སུ་དུ་དུ་དུ་ཤི་གསུམ་པ། ཟ་རྒྱུ་ཆེ། ཉལ་རྒྱུ་ཆེ། ཡང་དེབ་ཀྱི་སང་ཆུ་ན་སྟོང་ཁ་ཆེ་བརྒྱད་ཁ་དྲུག། ད་ལས་ཀྱི་དེ་གའི་སུ་མ་དུ་ཡོང་མ་རེད་ཅེས་བཤད་ཅེས། སྐབས་དུ་དུ་ད་དཔེར་ན་ང་ཚོ་གང་དེབ་དགོན་པའི་སོ་ཞི་ལའི་དུས་དུ་དུ་ཨ། དེ་འདང་གི་གྲ་བ་ཡོངས་རྫོགས་ལོག་གང་གིས་ད་ཕྱོགས་གཅིག་དུ་འོ་མིང་དེ་ད་བུ་སུ་ཀུ་སུ་ཆེན། ད་ཁོ་རང་གིས་གཅིག་རྒྱབ་སུ་ཤི་ད་དུ་དུ་དུ་ཨ་ང་ཚོ་ཀི་སིང་གིས། འདི་སང་དུ་བའི་དག་སྐྱིད་ཀྱི་དུ་ལས་ཕྱིན་སོང་ངོ། གལ་ཆེན་པོ་བཞི་བ་ལ་སྤྲོས་མེད་ཀྱི་སྤྱོད་པ་འཕེལ་དུ་གསུངས་པ་སོགས་ལྔ། ཐོག་པོ་ནི་དུས་དུས་ནས་ཐོག་པོ་ཞུ་བྱེད་འཕེལ་ས་དོགས། ད་མི་མི་རྗེ་དུས་བྱ་མེ་ཡང་ཀུན་ཏུ་ལི་ཡ་དཔེ་ཆེ་ཁྲིག་ལ་ད་ཞུས་བྱེད་མི་དེ་མི་མི་རིག་ནས་བཤད་ལ་ད་ནང་ང་ཚོ་རིང་ཤས་ནས་ཕར་ཚུར་དཔེ་ཁྲིག་ཚོན་བྱེད་དུ་ད་དེ་འདྲའི་གི་དཔེ། ཧང་སང་གོར་ཆགས་ས་རུ། ཅིག་རང་གི་དག་སྣང་ལ་ཤར་དུ་འཇོག་གི་གསུངས་འདྲ་ད་དེ་འདྲའི་ལ་ད་ཀུ་ད་ཞུས་བྱེད་པའི་ཡིད་དེངས་གལ་མེད་ཆེ་བ་དེ་དབང་པོ་མངོན་སུམ་ལ་མི་དེ་མི་བྱེད་ནས་དངོས་སུ་ཕྱེ་ནས་བྱེད་ཅེས་ཨ་ནི་ཡི་དམ་ག་ལྷ་ལས་དཔེ་ཆེ་ཁྲིག་ཡ་དེ་བྲིས་པ་གསར་པོ་ཞུས་བྱེད་ལ་མ་ཏོག་ཁྱོད་ནས་ཡོང་གི་མེད་གསུངས་པ།

ཆོས་རའི་སྒྲིམ་བྱེད་དཔེ་ཁྲིད་ལས་ཕྱིན་ཡིན་ཅེས་དཔེ་ཆའི་སྐྱོར་རྗེ། དེ་འདྲའི་གི་ཅིག་དཀའ་ལས་རྒྱལ་གྱི་ཡོད་པའི་དེ་འདྲའི་གི་མངོན་གསལ་དོད་པོ་དེ་འདྲ་ཁྱོད་ན་ཡོད་ས་མ་རེད། ཨ་དཔེ་ཁྲིད་ལས་ཤོ་ཤོ་ལ་བཅའ་བའི་སོར་བྱེད་ཨེ་ནི་ཡིན་ནའི་མཉམ་བཞག་བྱེད་ཨེ་ནི་བསྟན་བཅོས་ཙམ་ཡག། ཨ་འདི་གས་ཁྱོད་ནས་ཕྱི་ལོག་སྟེ་ཅིག་ཆོས་ར་ལས་ཕྱིན་དཔེ་ཁྲིད་ཚོ་ཁ་ཕྱིན་དཔེ་ཆའི་སྐྱོར། དེ་གའི་ཚོགས་ལ་ཕྱིན་ཚེ་དེ་འབྲེལ་གྱི་དཔེ་དཀའ་ལས་ཤོག་ཅིག་གེགས་ཡོད་པས་སུ་མིའི་མིག་ནང་ན་ཡ་གཅིག་ཡོད་དོན་གྱི་དོན་ཚོར་ལས་ཀྱང་ལྡབ་བརྒྱ་འགྱུར་སྟོང་འགྱུར་གྱིས་ཁོ་ཚོའི་ཉི་མ་བརྒྱ་ཐམ་པའི་སོ་སོའི་དཀའ་ལས་ཀྱི་ཤོག་ཅིག་གེགས་སེལ་བྱེད་པར་ཞི་བ་ལས་ཆོས་ཚོད་གཅིག་ཙམ་ཡང་དཀའ་ལས་བྱེད་པའི་སོར་ཆུད་ཚད་དུག་བཞིན་དུ་འགྲོ་གི་ཡོད། བླ་མ་དེ་ཡ་མཚན་ཞེ་བོ་ཆེ། དཔལ་དེ་དུས་ཆུང་ཤོག་ཤིག་ན་ཨ་ནི་དཔལ་དེ་གསང་བ་ན་ཉམས་ལེན་གང་ག་གསང་བ་ན་རེད། མི་ལ་ཆོས་ནི་བསྐོར་མ་ཚོས་པ་ལྟ་བུར་ཕྱི་ནང་བྱས་དེ་འབྲེལ་གྱི་དོན་ནི་གསང་བ་ན་རེད། ད་ང་ཚོ་ཡིན་ན་ལྟས་ཟེར་བྱུང་ནས་ཡིན་གཅིག་མིན་གཅིག་གིས་ཕུད་དོ་ཆིག་ཡ་གཏོར་དགོས་རེད་ཆགས་ཏེ་གྱུར་པ་དང། ད་ཞུ་བོ་དེ་སྐབས་དུས་དུས་དཔེ་ཡིན་ན་ལིན་ཀྲི་ད་ད་འདི་དེ་ན་ལིན་ཀྲི་སྐྱབས་སུ་མཆི། རྒྱལ་བའི་ལྷ། རྒྱལ་བའི་ལྷ་འདི་གལ་སྲིད་ཞི་བ་ལའི་བླ་མ་དེ་རེད་དཔེ་ཅི་ཁྲི་ཉི་ཁྲི་ད་ཁོང་གི་གེ། ཁ་བཏང་ཅིག་ཁྱེད་ཀྱི་གསུང་གུ་ཡོད་མ་ད་ཐུགས་མཉེས་པོ་ཤོག། ཅི་རེད། ད་མི་ཐུགས་ཁྱེད་ཀྱི་རེད་བ་དཔེ་ཁྲི་ལ་ཡོང་དུས་ཡག་མ་ཞུ་དུས་ད། ཞི་བོ་ཅི་པའི་གནད་འགག་ཆེན་པོ་དེ་རེད་གསུང་གུ་རེད་བ་ད། ཕལ་ཞེན་ད་ཕལ་ཆེན་ཅིག་ད་དྲ་བ་གསར་བ་ད་དེ་ནས་གི་དེ་ཡིན་དེ་ནས་དེ་དྲས་སོང་དེ་འདྲས་གེ་ད་གལ་སྲིད་ཆེན་པོ་ཞི་བ་ལ་ལ་ཡ་ད་ཁ་ད་གོ། གུ་སུ་གུ་སུ་ཤེས་ཤེས་དུ་ཤེས་གསུང་པའོ།

དཔེར་ན་ད་ལོའི་དབྱར་གནས་དེ་ཕུན་ཚོགས་སྒྲིག་གཞི་གི་སྲོལ་ཞིག་གིས་དཔེ་ཁྲིད་བྱས་ན་ཟླ་བ་གསུམ་གྱི་རིང་གི་དཔེ་ཆ་ཁྲིད་མིན་ན། ད་བསམ་ན་དབྱར་གནས་ཀྱི་སྲོལ་ཞིག་ང་ཁྱེད་དོད་རེད། ངའི་ཨ་ལགས་ལ་ཁྱེད་དོད་རེད་བྱང་སེམས་ལ་ཁྱེད་དོད་རེད་ཅིག་ལ་ཁྱེད་དཔེ་སྲོལ་ཆེ་ཆེ་འདུག་ཞེས་ན་སྐོར་སྐྱོབ་ཀྱི་མཚན་མཐོ་ཤིག་བཞག་བཞིན་འགྲོ་དགོས་ཀྱི་རེད། དང་ཚང་གཅིག་ལ་དངོས་གནས་བྱས་ན་མཚན་མཐོ་དེ་རྒྱལ་སའི་ཞི་བ་ལས་མཚན་མཐོ་དེ་ལེགས་ཡོད་ས་མ་རེད། རྒྱལ་སའི་ཞི་བ་ལས་མཚན་མཐོ་དེ་མ་ཤམ་ཤམ་ལ་མ་ཡིན་ས་རེད་དོ། ད་ཕྲག་དོག་ཟེར་ནས་མི་འདུག་སྐྱག་སྐྱག་བྱས་པ་ཟེར་ནས་མི་འདུག་དེ་འདྲས་ཅིག་གི་ཐོག་ནས་ད་ད་ལོ་ཁོ་ཤོད་ཤོད་དེ་ཨ་ཁོ་རེད་སྤུ་སུ་ཀུ།